ཐོག་མར་དེ་ནི་ཀུན་དགའ་བཀྲ་ཤིས་ལ་ང་ཚོའི་ལས་རིམ་དེ་དྲ་ལམ་བརྒྱུད་ནས་མཉམ་ཞུགས་གནང་བ་དེ་བཀའ་དྲིན་ཆེ་ཞུ་བ་དང་ཆབས་ཅིག་ངས་ཐོག་མར་དྲི་བ་འདི་ད་དེ་རིང་ང་ཚོ་གླེང་མོལ་ཞུ་ཡས་ཀྱི་རྒྱ་ནག་གི་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་ལྟ་བུ་ཆགས་ཚུལ་ན་ད་ཅིག་དྲ་ལམ་ཁག་གི་གནས་ཚུལ་ཁག་རིག་ན་རེད་རྒྱ་ནག་གཞུང་ངོས་ནས་ཅིག་གྲ་སྒྲིག་ར་ཞིག་རིན་པ་ཆ་དྲིལ་དྲ་ཤུགས་ཆེན་པོ་བྱེད་འོས་ཀྱི་རྣམ་པ་ཅིག་མཐོང་དེ་ཡི་འདུག་ཁྱེད་རང་ངོས་ནས་ད་ལྟ་ཅིག་འདི་ལོའི་ཚོགས་ཆེན་འདི་སྔར་དང་མ་འདྲ་བ་ཅིག་གལ་ཆེན་པོ་གར་ཆེ་ནས་ཆགས་ཡོད་མེད་དང་ལྷག་པར་དུ་ད་ཅིག་འདི་ལོའི་ཚོགས་ཆེན་འདིའི་ནང་ལོ་ལ་ཅིག་གནད་དོན་འགྲོ་གལ་ཆེན་པོ་འགྲོ་ཅིག་གར་ཐོན་དགོས་རེད་དགོངས་དགོས་ན། ལྟ་ཅི་དང་ད་ལྟ་ཏང་གི་ཚོགས་ཆེན་ཟེར་དུས་ང་ཚོ་ཡིན་ན་ད་དམར་ཤོག་ཚོགས་པའི་ཚོགས་ཆེན་འདིར་འདི་ལོ་ལྔ་ལྔ་ཐོག་ལ་གཏན་འཇགས་བྱས་ཐེངས་མ་རེ་རེ་ཚོགས་ཀྱི་ཡོད་རེད། ད་ད་ལོ་གལ་ཆེན་པོ་འདི་ཚང་མས་ནམ་རྒྱུན་ནས་ཚོགས་འདུ་འདི་ལ་གལ་ཆེན་པོ་བྱེད་ཀྱི་ཡོད་རེད་ལ་ད་ད་ལོ་དམིགས་བསལ་གལ་ཆེན་པོ་བྱེད་ཡ་རྒྱུ་མཚན་གཙོ་བོ་ད་གར་ཐལ་ཡོད་རེད་ཟེར་ན། ད་ནམ་རྒྱུན་ཡིན་ན་ལོ་ལྔ་ལྔ་ཐོག་ལ་ཡ་གཉིས་བྱས་རྗེས་ལོ་བཅུ་ཕྱིན་སོང་ནས་རྒྱ་ནག་གི་ད་རྒྱལ་ཁབ་ཀྱི་ཀྲུའུ་ཞི་ཟེར་བ་རེད་པ་གཙོ་འཛིན་དེ་ཁྱོད་དཀྲུགས་ཡོད་རེད་ད་ད་ལོ་ཞི་ཅིང་ཕིང་གིས་ད་ལྟ་མི་རབས་ལྔ་པའི་བཀོད་སྒྲིག་ཆགས་ཡོད་རེད་ལས་རྒྱུན་རྙིང་དེ་ལོ་བཅུ་དང་ད་ལོ་ནས་རྫོགས་རེད། རྫོགས་རེད་དེ་ལས་ཡིན་ན་ལས་ཞི་ཅིང་ཕིང་གིས་ག་རེད་ཟེར་ན་བཅའ་ཁྲིམས་འདི་ཡར་རྩ་ཁྲིམས་འདི་ཡར་འགྱུར་བ་བཏང་རྗེས་ཨ་ནི་ཀྲུའུ་ཞིའི་ལམ་ལུགས་ཟེར་ཡ་འདི་མེར་བསྲེགས་རེད། ལོ་འདི་མེད་པའི་ཟོལ་ཡོང་དུས་ལྟར་ཞི་ཅིན་ཕིང་མུ་མཐུད་རྗེས་ལོ་གཅིག་བསྡད་ཀྱི་རེད་ཟེར་གྱི་འདི་ལབ་ཡོང་དུས་ལྟར་ལོ་གཅིག་བསྡད་ཐུག་ཡག་གཙོ་བོ་དེ་ད་རེས་ཏང་གི་ཚོགས་ཆེན་ཉི་ཤུའི་ཐོག་ནས་ཐག་བཅད་དགོས་ཀྱི་ཡོད་དུས་ད་ད་ལྟ་ཡོང་རྒྱུ་བསྡད་པའི་ད་ལྟ་བ་ཁ་ཤས་ཤིག་ཡོད་རེད་ད་སྤྱི་དང་རབ་བྱས་པ་ཡིན་དུས་ཚོགས་ཆེན་དེ་སྤྱི་ཟླ་བཅུ་པའི་དགྲམ་གཞུག་ཡང་མེད་དུ་བཅུ་གཅིག་པའི་ཚེས་ཤར་དེ་འདྲས་ཅིག་ཚོགས་རེད་དེའི་གོང་ལ་ཡང་ཚོགས་འདུ་གལ་ཆེན་པོ་གཅིག་དེ་ག་རེད་ཟེར་ན་སྤྱི་ཟླ་བརྒྱད་པའི་ནང་ལ་ཡང་བེ་ཏའི་ཧོས་ཟེར་བ་མི་རེ་ཚོགས་གཅིག་ག་ལ་ཡང། ད་རྒྱ་ནག་གི་མགོ་ཁྲིད་ལས་ཟུར་ཚང་མ་ཕྱིན་རྗེས་གྲོས་བསྡུར་བྱས་ཚོགས་འདུ་འཆོག་དེ་གལ་ཆེན་པོ་གཅིག་བརྩིགས་པ་རེད། འོ་དེ་འདྲའི་གཅིག་གི་དུས་ཚོད་ལ་ཡང། ད་ད་ལྟ་ཞི་ཅིན་ཕིང་གི་ཡང་ག་རེ་ཟེར་ནས་རྒྱལ་སྤྱིའི་འབྲེལ་བའི་ནས་དཀའ་ངལ་འཕྲད་བསྡད་པ། ཏོག་དབྱིབས་ནད་ཡམས་ཀྱི་སྲིད་ཇུས་ཐོག་ནས་དཀའ་ངལ་འཕྲད་བསྡད་པ། ཨ་ནི་ཞི་ཅིན་ཕིང་ལ་ཡང་ཏང་གི་ནང་ལོགས་ནས་དམར་ཤོག་ཚོགས་པའི་ནང་ལོགས་ནས་ད་མ་འདོད་པའི་དགྲ་དེ་ཤུགས་ཆེན་པོ་ཡོད་པ་ག་ས་ག་ནས་བསྟད་ཡོང་དུས་ད་ཚོགས་ཆེན་འདི་ག་འདྲས་བྱས་ཡོང་ཟེར་ཨ་ནི་དེ་ལ་ཡང། ཧ་ཅང་གི་གལ་ཆེན་པོ་བརྩི་གི་ཡོད་རེད་ཚོགས་ཆེན་འདི་ཡག་པོ་འོས་ཆོག་ན་ཞི་ཅིན་ཕིང་དེ་ཡར་བར་ཆད་ཡོང་གི་ཡོད་རེད་ཚོར་ཆེན་འདི་ཡག་པོ་བྱུང་ན་ཞི་ཅིན་ཕིང་དེ་ཡར་དེ་ལམ་ལྷོང་ཡོང་གི་ཡོད་རེད་འོ་འདི་བྱས་ནས་ད་ལོ་དམིགས་བསལ་གི་དོ་སྣང་བྱེད་ཀྱི་ཡོད་རེད། ཀུང་བཀྲ་ཤིས་ལགས་ཁྱེད་རང་ངོས་ནས་ད་དུས་སྐྱོན་འདུག་ཅིག་རྒྱ་ནག་གི་ཆབ་སྲིད་ལ་དོ་སྣང་གནང་དེ་ཉིད་ཞི་འདུས་བསམ་པ་ཁྱེད་རང་ངོས་ནས་ཅིག་ཨ། སྲིད་འཛིན་ད་ལྟ་ཞི་ཅིན་ཕིང་གིས་མུ་མཐུད་ནས་ཅིག་སྲིད་འཛིན་གྱི་ལས་ཁུར་དེ་བཞེས་རོལ་བས་ལ་ནས་དེ་ཅིག། ཁྱེད་རང་གི་དགོངས་པ་ག་འདྲས་ན། ད་རྒྱ་ནག་གནས་སྡོད་དོ་ནག་དང་ཨིང་རི་ཇུ་དེ་ཞིབ་འཇུག་བྱས་ལ་དེབ་ཡིན་ན་ཕལ་ཆེན་ལས་རྒྱུན་ལོ་གཅིག་ད་ལས་རྒྱུན་ལོ་གཅིག་ལ་ཡ་ལོ་ལྔ་རེད་བ་ལས་རྒྱུན་ཐེངས་མ་གཅིག་ལ་ལོ་ལྔ་ཕལ་ཆེན་ལས་རྒྱུན་ལོ་གཅིག་དེ་ཡ་ལ་ཡ་ད་དམིགས་བསལ་གི་བསམ་ཡུལ་ལས་འདས་པའི་ནང་ཁུལ་དཀའ་ངལ་མ་བྱུང་ན་ཨ་ནི་ལོ་གཅིག་དེ་མུ་མཐུད་དེ་ཡ་ལ་ཡ་ཕལ་ཆེན་བར་ཆད་རབ་བསྟུན་དེ་ཁྱེད་ཡོང་གི་རེད་བསམ་གི་མི་འདུག་མུ་མཐུད་ཅིག་བསྡད་ཐུབ་གི་རེད་བསམ་གི་འདུག། ད་ལྟ་ཀུང་རཱས་ལགས་ཀྱིས་བསམ་ཡུལ་ལས་འདས་པའི་གནས་ཚུལ་དེ་འདྲ་གསུངས་ཡོང་དུས་བསམ་པ་ད་ལྟའི་ཆ་ལ་དབྱེ་ཞིབ་པ་རེད་ད། ཁྱེད་རང་ཚུད་བྱས་ད་དབྱེ་ཞིབ་པ་དེ་ཚོས་བསམ་ཡུལ་ལས་འདས་པའི་གནས་ཚུལ་དེ་ག་འདྲའི་ཅིག་ལ་ཚོད་དཔག་རུ་གནང་དགོས་རེད་ད། དཔེ་ཆ་བཞག་པ་ཡིན་ན།
བོ་ཤི་ལའི་གི་གནས་ཚུལ་དེ་ད་ང་རང་དང་པའི་ཕལ་ཆེན་གསལ་པོ་མཁྱེན་གི་རེད་བ། བྱས་ཙང་སྐབས་དེ་དུས་ཁྲུང་ཆིང་གྲོང་ཁྱེར་གྱི་པུ་ལི་སི་གི་སྤྱི་ཁྱབ། ཨ་ནི། Mister Wang ཟེར་ཡ་དེ་གལ་སྲིད་དྲན་ཐོའི་གཞུང་ཚབ་ལ་ཕྱིན་མེད་པ་ཡིན་ན་ཨ་ནི་བོ་ཤི་ལའི་གི་གནས་ཚུལ་དེ་ཡོང་མི་རེད་འོ་ད་དེ་བསམ་ཡུལ་ལས་འདས་པའི་གནས་ཚུལ་བྱུང་པ་རེད་བ་ཅི་ཚིག་གི་ཡོད་རེད་འོ་དེ་འད་ཡིན་དུས་ད་ད་རེས་དེའི་ནང་ལོགས་ལ་ཡ་དཔེར་ན་ཆ་རམ་ཞག་ཡིན་ན་ད་དམར་ཤོག་ཚོགས་པའི་ནང་ལོག་ནས་གུང་ཁྲན་ཏང་གི་ནང་ལོག་ནས་ད་ཞི་ཅིན་ཕིན་ཁྱེད་རང་གིས་སྙེ་མ་ཏིང་ཞོ་ཕིང་སྐབས་ལ་བསྟིན་བཞག་པའི་ལམ་ལུགས་སྲོལ་འདི་ཨ་ནི་ག་རེ་ཟེར་ན་ཧུ་ཅིན་ཐའོ་གིས་མཐའ་འཁྱོངས་བྱས་ཡོད་རེད་ཅང་ཙེ་མིང་གིས་མཐའ་འཁྱོངས་བྱས་ཡོད་ད་འདི་འདྲས་བྱས་པ་ཡིན་ན་རྩ་བ་ཉིད་ནས་འགྲིག་མི་འདུག་ཨ་ནི་ཟང་ངེ་ཟང་ངེ་ཆགས་རྗེས་ང་ཚོ་གུང་ཁྲན་ཏང་ཨ་ནི་ལྟོ་སྐྱོ་ལོག་ཡག་ལ་ཉན་གི་ཡོད་རེད་ཟེར་ཡག་གི་རེད་འདི་འདྲའི་གི་གནས་ཚུལ་ཐོག་ནས།

དེའི་ལམ་ལུགས་དེ་གིས་ཅིག། ཞེ་ཅིན་པིང་མུ་མཐུད་ནས་བསྡད་མ་བསྡད་དེ་ག་ལ་ཅིག་ཁྱད་པར་ཅིག་བཟོས་འདུག་རེད། སྟབས་ད་ལྟ་ཞེ་ཅིན་པིང་བསྡད་ཀྱི་རེད་ཟེར་ཡ་དེ་མི་ཚང་མས་གར་བྱེད་ཀྱི་ཡོད་རེད་ཟེར་ན་ད་རྒྱ་ནག་ནག་ལོག་ནས་དོན་གྱི་ལམ་ནས་ནས་རྒྱབ་ལོག་ནས་གར་བསམ་གྱི་ཡོད་རེད་ཟེར་ན། དང་པོ་དེ་ལས་ཡ་སྲིད་འཛིན་གྱི་ལམ་ལུགས་དེ་ལས་རྒྱུན་མེད་བཟོས་པ་དེ་ཨ་ནི། བཅོས་སྒྲིག་ལ་འགྱུར་བ་བཏང་བ་རེད་དེ་ཡིག་ཐོག་ནས་གསལ་པོ་བཟོས་པ་རེད་གཅིག་དེ་རེད། ད་དེ་ནས་ང་ཚོ་རྒྱ་ནག་གི་གནས་ཚུལ་ཡར་ལྡོག་ཟེར་བ་ཡིན་ན། ད་ལྟ་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་ལོ་ཉི་ཤུ་དེའི་ནང་ལོགས་ལ་ཡར་ཏིང་ཞོ་ཕིང་གིས་བཟོས་པའི་ལམ་ཁ་དེ་ཏག་ཏག་ཤེས་ཡོད་རེད། དེའི་ལམ་ཁ་དེ་ག་རེད་ཟེར་ན་ལས་རྒྱུན་ལོ་གཅིག་ལ་ཡར། ལས་རྒྱུན་ཐེངས་མ་གཅིག་ལ་ལོ་ལྔ་བྱས་ལོ་གཉིས་བྱས་ལོ་བཅུ་ཚང་སོང་ན་ཨ་ནི་དེའི་ཡོང་རྒྱུ་འདས་པའི། ལོ། ལས་རྒྱུན་གཉིས་པ་དེ་ན་ད་ལོ་དྲུག་པ་ནས་བྱས་རྗེས་ཨ་ནུ་སོ་སོའི་རྗེས་ཤུལ་འཛིན་ངེས་མི་འདི་ཁོ་རང་གི་གྲ་རིག་བྱས་འདུག་བྱས་རྗེས་ད་ལྟ་བུ་དོ། ད་ལྟ་དེ་ཅང་ཙེ་མིན་སྐབས་ལས་དེ་ཕྱིན་པ་རེད། ཧུའུ་ཅིན་ཐའོ་སྐབས་ལས་དེ་ཕྱིན་པ་རེད། ད་ད་ལྟ་བདུན་མཛད། རྒྱས་བབས་ཟེར་ཡ་འདི་ཨ་ནུ་ག་རེད་ཟེར་ན་ཡིག་ཐོག་ལ་མེད་པའི་ལམ་ལུགས་ཚུལ་གཅིག་ཅང་ཙེ་མིན་གྱི་སྐབས་ནས་ཆགས་པ་རེད། འདི་ག་རེད་ཟེར་ན། ད་འདི་འགོ་ཁྲིད་ཚང་མ་ཟིག་ཡོད་མ་རེད་ཏང་དང་རྒྱལ་ཁབ་ཀྱི་འགོ་ཁྲིད་ཁྲིད། ད་བོད་ན་སྲིད་བློན་དང་སྲིད་བློན་གཞོན་པ་དག་ད་རྒྱལ་ཁབ་ཁག་གི་བློན་ཆེན་དང་དེ་ལས་ཀྱི་རིགས་དེ་ཨ་ནི་ག་རེད་ཟེར་ན་དྲུག་ཅུ་རེ་བདུན་ཡིན་ན་ཨ་ནི་ཡ་ཁྱེད་རང་དགུང་ཐུན་གྱི་ལས་ཁུངས་ནང་བསྡད་ན་འགྲིག་གི་རེད་ད་ལས་འགན་བླངས་ན་འགྲིག་གི་རེད་དེ་བདུན་འཛེགས་ཟེར་ཟིག་གོ་རེད་ད་རྒྱལ་ཕབ་ཟེར་ན་དྲུག་ཅུ་རེ་བརྒྱད་ཡིན་པ་ཡིན་ན་ད་ནི་ཁྱེད་རང་ག་རེ་བསམ་ནས་ཡ། ད་བློན་ཆེན་གྱི་ཆ་རྐྱེན་ཚང་མ་ནི་ལོ་ཙཱའི་ཆ་ནས་བྲིས་མ་རེད་ཅེས་ད་ད་ལྟ་བུ་དུ་འདི་འགྲོ་བསྡད་ཀྱི་རེད། ད་ཞི་ཅིན་ཕིང་གི་འདི་བཅའ་ཁྲིམས་འདི་འགྱུར་བ་ཐམས་པ་བཏང་རྗེས་ཅེས་ག་རེ་བསམ་ལས་རྒྱུན་མེད་ཟུར་ལྟ་མུ་མཐུད་བྱས་ལས་རྒྱུན་གཅིག་བསྡད་ཡག་གི་རྩིས་རྒྱབ་ཡོད་རེད་བ། བྱས་ཙང་འདིའི་བརྙན་ལས་ན་ཉིན་ཁྲི་བཅུ་གཅིག་ནང་ལ་ཡ། ད་རྒྱ་གར་ནང་ལ་ཡིན་པའི་ན་ཧྲི་ཇོ་ཇེ་གླིའུ་ཀྲུང་ཆོན་ཧུའེ་ཟེར། སྐབས་བཅུ་དགུ་པའི་ཀྲུང་དབྱང་འཐུས་མིའི་ཚང་འཛོམས་ཚོགས་ཆེན། ཐེངས། དྲུག་པ་འདི་དང་ལ་ཡག་ད་འདུག་ད་ཞིབ་འཇུག་གནང་བའི་ནི་ཚོགས་ཆེན་གྱི་སྤྱི་བསྒྲགས་ལ་གཟིགས་པ་ཡིན་ན་ཚང་མ་ལོག་དེ་ག་རེད་ཟེར་ན་ཚོགས་ཆེན་ཉི་ཤུ་དེ་ལམ་ལོག་ཡོང་དགོས་དང་ཞི་ཅིང་ཕིང་གི་འགྲོ་གི་རེད་ཟེར་ཡ་འདི་ཆ་དེ་ཡོད་རེད། བྱས་ཙང་འདི་ཡིན་དུས་ད་ཞི་ཅིང་ཕིང་ལོ་དྲུག་ཅུ་ལེགས་པོ་སླེབས་ཀྱི་ཡོད་རེད་དངོས་གནས་བྱས་ན་ལོ་ཚད་ཀྱི་ཆ་ནས་ལམ་ལུགས་ཚུལ་དེ་འགྲིག་གི་ཡོད་མ་རེད་དེ་ལས་ད་ཡིན་ནའི་ལས་ད་ལྟ་ཞི་ཅིང་ཕིང་གི་བྱེད་སྟངས་ཚང་མ་དེ་རྒྱ་གར་སྤྱི་བྱུས་ཀྱི་ཐོག་ལ་ཡ་འགྲོ་གི་ཡོད་པ་སོང་ཙང་ཨ་འགྲིག་གི་ཡ་ཏང་ནང་ལོག་ནས་བལྟས་མ་འདོད་པ་རེ་བྱས་པ་མ་གཏོགས་དངོས་སུ་མཁའ་ལ་ཡ་བདུན་ལ་དོན་བྱེད་ཅེས་འདི་འདྲ་ཡ། སྐྱོན་བརྗོད་བྱེད་ཡོང་ཉེན་དེ་དང་བྱེད་ཐུབ་ཉེན་དེ་ཡོད་མ་རེད། བལྟས་སུ་བལྟས་དུས་ཡོང་གི་ཡོད་དེ་ཞི་ཅིན་ཕིང་གི་ཚོར་གི་ཡོད་འདི་ཚོར་གི་ཡོད་ཙང་ཨ་ནི་ག་རེ་ཟེར་ཉེ་ཆར་བརྡ་ཐོ་དེ་འདྲས་བཀྲམ་རྗེས་རྒས་ཡོལ་ཕྱིན་པའི་ལས་བྱེད་པ་དང་ལྷག་པར་དུ་ཏང་དང་རྒྱལ་ཁབ་ཀྱི་འགོ་ཁྲིད་བྱེད་མྱོང་མཁན་དམར་ཤོག་ཚོགས་པའི་མི་ཡིན་པ་ཡིན་ན་ཨ་ནི་ད་སྤུ་ནང་དབང་ཡིག་ཀྲུང་དབྱང་ཟེར་བཞིན་དུའང་རྒྱ་སྐད་ནང་ལ་ཡིན་ན་འདི་ག་རེ་ཟེར་བ་རེད་ཟེར་ན། རྒྱ་ནག་དབུས་གཞུང་གི་དགོངས་པ་དང་ཨ་ནི་བྱེད་ཕྱོགས་སྲིད་ཇུས་ལ་ཡང་འགྲེལ་ལོག་རྒྱབ་ནས་འགྲིག་ཡོད་མ་རེད་ཟེར་བ་དེ་ཚོ་ཚང་མ་ལོག་དེ་ག་རེད་ཟེར་ན་ནག་ལོག་ནས་ཕེབས་དགྲ་མི་འདུག་ཡོང་ན་དཀའ་ཡག་དང་ཨ་ནི་བདུན་རྩེ་བརྒྱད་བབས་ཟེར་དེ་ལམ་ལུགས་སུའི་གཏོར་བཤག་ཟེར་ཡག་དེ་འདྲས་ཀྱི་རྣམ་འགྱུར་ཡོད་ན་དཀའ་ཡག་དེ་འདྲ་རེད་ཅེ་ན་བདུན་རྩེ་བརྒྱད་བབས་ཟེར་དེ་ཅང་ཙེ་མིན་གྱི་ཡིག་ཐོག་ལ་བསྟན་པའི་ཡོད་མ་རེད་དེ་ཅང་ཙེ་མིན་གྱི་ཆ་དེ་ང་ཚོ་ལུགས་སྲོལ་གྱི་ཆ་དེ་ཡོད་རེད། དེ་ནས་ད་ལྟ་ཀུན་དགའ་བཀྲ་ཤིས་ལགས་ཀྱིས། ཁྱེད་རང་སྒེར་གྱི་དགོངས་པ་འགྲོ་ཡིན་ན། ཅིག། ཞི་ཅིན་ཕིང་གིས་མུ་མཐུད་ནས་ད་ལོའི་ཡུན་ལོ་གཅིག་ད་ལོའི་ཡུན་ཐེངས་མ་གཅིག་གོ་གནས་ཀྱི་སྲིད་འཛིན་གྱི་ད་ཅིག་ལས་འཁུར་དེ་ཁུར་བསིག་རེད་ལ་ནི་དེ་འདྲ་ཞིག་གསུངས་སོ། ད་ད་ལྟ་ཡང་ཀུན་དགའ་བཀྲ་ཤིས་ལགས་ཀྱིས་ད་ལྟ་ད་ཡུལ་གྲུབ་ནང་ལོགས་ལ་ཀུན་དགའ་བཀྲ་ཤིས་ཀྱི་དཔྱད་གླེང་ལ་ནི་དེ་འདྲས་ཀྱི་ལས་རིམ་གྱིས་གཙོ་སྐྱོང་གནང་དགོས་དུས་བསམ་པ་དེའི་ནང་ལོགས་ལ་ཐེངས་མ་གཅིག་དེ་འདྲས་ཞིག་གསུངས་བཞག་ད། ད་ལན་གྱི་ཚོགས་ཆེན་དེའི་རྗེས་དེ་ལ་ད་ཅིག་ཞི་ཅིན་ཕེན་ངོས་ནས་ཅིག་ཏང་ད་རྒྱ་ནག་གི་དབུས་ཆབ་སྲིད་ལྷན་ཚོགས་ཀྱི་ད་ལྟ་མི་ཉིས་བརྩེགས་ལྔ་རེད་ད་ནས་ཞིག་ཆབ་སྲིད་ལྷན་ཚོགས་རྒྱུན་ལས་མི་ལྔ་དེའི་ནང་ལོ་ལ་སོ་སོའི་ལྟ་བ་ལང་ཕྱོགས་དང་མཐུན་པའི་མི་རྐྱང་རྐྱང་སླེབས་ཐབས་ལ་འབད་བརྩོན་བྱེད་ཀྱི་རེད། གལ་སྲིད་དེ་འདྲས་ཅིག་ཡོང་བ་ཡིན་ན། སྔན་མ་མའོ་ཀྲི་ཞིའི་སྐབས་སུ་ད་ལྟ་མའོ་ཀྲུ་ཞིའི་དུས་རབས་ཟེར་བ་ན་ཞིག་ད་ཕྱི་མ་ཞི་ཅིན་ཕེན་གྱི་དུས་རབས་ལས་ཅིག་སླེབས་སྲིད་བ་དང། དེ་འདྲའི་སྐབས་སུ་གལ་སྲིད། ཞི་ཅིན་ཕིང་གིས་ད་ཅིག་ཡག་ག་ཅིག་བྱས་ན་ཡག་ཤོས་ཅིག་དང་གལ་སྲིད་ཡག་པོ་མ་བྱུང་བ་ཅིག་སྡུག་ག་བྱུང་ན་སྡུག་ཤོས་ཅིག་ལ་འགྲོ་རེད་ལ་འདི་འདྲ་ཅིག་གསུངས་བཞག་དེའི་ཡག་ཤོས་དང་སྡུག་ཤོས་ལ་དེ་ཅིག་ངོས་འཛིན་སྒྲོ་དགོངས་པ་སྒྲོ་གར་བྱས་ན། འོ་དེ་དག་རང་རེད་ངས་ངེད་ཅག་གི་དྲན་ཐིག་ནང་ནས་ཡང་དེ་བཤད་ཡོད་དེ་ང་རའི་ནམ་རྒྱུན་བསམ་ཚུལ་ཅིག་རེད། ད་ད་ལྟ་ཚོགས་ཆེན་ཉི་ཤུ་འདིའི་སྒང་ལ་ཡ་ཨ་ནི་ཞི་ཅིན་ཕིང་མུ་མཐུད་ཀྱི་ལས་རྒྱུན་གཅིག་དེ་ག་རེད་ཟེར་ཡ་ནི་གཞན་དག་མང་ཆེ་རིགས་ལྟ་བ་ང་རའི་ལྟ་སྟངས་ད་ག་རང་རེད་ལས་རྒྱུན་གཅིག་དེ་ད་དེ་ཡིན་དུས་ག་རེ་ཟེར་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཉིས་སྟོང་ཉི་ཤུ་རྩ་བདུན་གྱི་ལོ་ལྔ་དང་ད་ཞི་ཅིན་ཕིང་གི་ལས་ཀ་བྱེད་འོ་རོགས་ཨོ་དེ་ལས་ཀ་བྱེད་པའི་རྒྱུ་རིགས་ནང་ལ་ད་ལས་ཀ་ལམ་ལྷོང་ཡོང་དང་མ་ཡོང་དེ་ཨ་ནི་དབུས་ཆབ་སྲིད་ལྷན་ཚོགས་ཀྱི་ད་གཙོ་བོར་དེ་མི་ཉི་ཤུ་རྩ་ལྔ་དེ་བྱེད་དེའི་ནང་ནས་ཨ་ནི་དབུས་ཆབ་སྲིད་ལྷན་ཚོགས་རྒྱུན་ལས་མི་བདུན་དེ་རེད། ད་དེའི་པར་ར་དེ་སེལ་མཁན་བ་ཞིག་ག་རེ་ཡོད་ཟེར་ན་རྒྱུན་ལས་མི་བདུན་དེ་ཉི་ཤུ་ཚན་ལྔའི་ནང་ཐེ་བསྡད་ཀྱི་ཡོད་རེད། ད་དེ་གས་དེ་ཚང་མ་ལོག་དེ་ཞི་ཅིང་ཕིང་གི་མི་སོ་སོའི་འདོད་ཕྱོགས་མི་ལས་ཐུབ་པ་ཡིན་ན་ཨ་ནི་ཞི་ཅིང་ཕིང་གི་དུས་རབས་ཟེར་དེ་ཤར་བ་རེད་ཨ་ནི་ནིའུ་ཨེ་ར་ཟེར་ཤོར་བ་དུས་རབས་གསར་བ་ཟེར་དེ་ལབ་གི་མ་རེད་ཅེས་ཁྲེན་ཚེ་ཉམས་ཞིབ་པའི་འདི་ལབ་སྐོར་དེ་ལ་ཡང་ངས་གནད་འགག་གཏད་ཟིན་པ་ཞིག་མཐོང་གི་ཡོད་རེད། ད་ཡིན་གནས་ལས་འདི་ཡོང་སྲིད་པ་རེད་པས་ཟེར་ན་བྷེ་ཅིན་ཚང་མ་བློ་འདི་ཞི་རྒྱས་འགྱིང་གིས་མི་བྱེད་ཡ་དེ་ཡོང་སྲིད་ཀྱི་མ་རེད། ད་ད་ལྟ་བཀའ་འདྲི་གནང་ཡ་དེ་ག་རེ་རེད་ཟེར་ན་ཡག་ག་ཅིག་ལ་འཁྲིད་ནའི་ཡག་ག་འཁྲིད་གི་རེད་སྡུག་ཅག་ཅིག་ལ་འཁྲིད་ནའི་སྡུག་ཅག་འཁྲིད་ཐུབ་རེད་ཟེར་ད་ཞི་རྒྱས་འགྱིང་གི་བློ་བདེ་བོ་ཅི་ཞིག་ལས་ག་ཆེ་ཡག་གི་ཆ་རྐྱེན་དེ་འཛོམས་པའི་ཡིན་ནའང་སྲིད་པོ་རེད། ད་འདིར་ཆུ་ཚོད་ཡག་པོ་ཅིག་ཟིན་དུས་ག་རེ་ངོས་འཛིན་རྒྱག་དགོས་རེད་ཟེར་ན་ད་རྒྱ་ནག་དེ་རྦད་དེ་ནུབ་ཕྱོགས་ཀྱི་དམངས་གཙོ་མ་བྱུང་ནས་ད་ལྟའི་གུང་ཁྲན་ཏང་གིས་རྦད་དེ་རྒྱ་ཁ་གཅིག་གཅོད་ཀྱི་མིན་པ་བྱས་བྱས་དཔེར་ན་ག་རེ་རེད་ཟེར་ན་གསར་འགྱུར་རང་དབང་ཐོག་ནས་གཏེར་རི་ཆིབས་ལྷུག་ལྷུག་སོགས་ཀྱང་རེད། བ་ཨ་ནི་ད་དུང་ཆོས་དད་རང་དབང་ཧ་ཅང་ལྡན་པའི་དཀའ་ངལ་ཆེན་པོ་ཡོད། ཆོས་དད་རང་དབང་ཐོག་ནས་ནས་གཏེར་ལྷུག་ལྷུག་བཟོ་ཡི་ནས་ཞི་ཅིན་ཕིང་གི་བཟོ་ན་བཟོ་ཐུབ་ཡག་ཆ་རྐྱེན་ཆ་ཚང་ཡོད་རེད། ད་སྡུག་པོ་གཅིག་ལབ་ཡོང་དུས་ད་བབ་དེ་རྒྱ་ཁ་གཅིག་གཅོད་རང་བྱས་ཏེ་ད་ག་རེ་ཡིན་ནའི་ལས་མི་གཅིག་དབང་འཛིན་མ་གཏོགས་གཞན་དག་ཁྱོད་བསམ་བཏང་གི་མེད་ད་ག་ལྟར་ག་རེད་ཟེར་ན་གཙོ་བོ་རོབ་དེ་ངས་ལས་ལས་རྒྱུན་བྱས་པའི་རིང་གང་དེ་ལ་ང་རའི་འདོད་པ་ཞེ་ཆགས་འགྲོ་གི་ཡིན་ད་མང་ཚོགས་དང་སྤྱི་ཚོགས་ཐོག་ལ་བསམ་ཚུལ་ག་རེ་ཡིན་ནའི་བཏགས་གི་མེད་ཟེར་བ་ད

ཕྱི་རྒྱལ་དུ་བཙན་བྱོལ་སླེབས་པའི་རྒྱ་རིགས་མང་པོ་ཡོད། དེ་འདྲའི་ནང་ལོགས་ལ་ཡང་སྐབས་དེ་དུས་དཔལ་འབྱོར་བསྒྱུར་བཅོས་བྱས་པ་དང་ཆབས་ཅིག་ཏུ་ཆབ་སྲིད་ལམ་ལུགས་བསྒྱུར་བཅོས་བྱེད་ཡང་ཚོགས་ཆུང་དེ་འདྲ་ཁོ་ཚོས་བཙུགས་ཡོད་རེད། དེའི་ཚོགས་ཆུང་ནང་ལས་ཀ་བྱེད་མཁན་མི་དེ་འདྲ་དེ་འདྲ་ཉུང་ཡོད། འོ་ད་དེ་ཚོ་ལེགས་པའི་ཆོས་རེད། ད་དེ་འདྲ་རེ་ཅིག་ལ་འགྲོ་གི་ཡིན་ནའི་ལེ། ཨ་ནི་ཞི་ཅིན་ཕིང་གི་སྒྲོ་ཡག་གིས་མཁར་སོགས་རེད། ནུས་པ་འདི་དང་ཆ་རྐྱེན་དུ་ཁོ་རང་ལ་ཡོད་རེད། ལྟ་དེ་མིན་པ་བཅས་ཞོལ་པོ་ཅིག་གི་ལང་ཀ་ལ་ཕྱིན་ནས་ཨ་ནི་ཆ་རྐྱེན་ཚད་ལངས་ཁོ་རང་ལ་ཡོད་རེད་ཟེར་ཡ་འདི་ལྟ་བ་དང་འདུག་ས་དེ་འདས་ཕྱིན་ལ་ཡང་དངུལ་རྩིས་ཤོར་ཡོད། ཚང་མས་མཁྱེན་གསལ་རེད་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་ལོ་བརྒྱ་ལྷག་ཕྱིན་ས་རེད་ད་ནང་བཞིན་རྒྱ་ནག་དམར་ཤོག་ཚོགས་པས་ཟླ་གཅིག་རྒྱ་ནག་ཡོངས་སུ་དབང་འཛིན་ནས་ད་ཕལ་ཆེར་ལོ། བདུན་ཅུ་ལྷག་སོང་སྔས་མ་ལོ་རང་ཁོང་ཚོས་སྲུང་བརྩི་ཞུས་སོ། དེ་ཆགས་ཡོད་དུས་བསམ་པ། འདས་པའི་ལོ་བདུན་ཅུ་ལྷག་གི་ནང་ལོགས་ལ་གཅིག་དབུས་ཆབ་སྲིད་ལྷན་ཚོགས་ཀྱི་མི་སྣ་གཉིས་བཙན་བཀའ་ཡིན་ན་འདྲ། འདི་ནང་ཁོངས་སུ་ཚུགས་པའི་ནི་ད་ལྟ་རྒྱུན་ལས་མི་བདུན་ནང་ལོགས་ལ་གཅིག་བུད་མེད་འགོ་ཁྲིད་ཅིག་ད་ལྟ་བུ་དུ་སླེབས་མྱོང་མི་འདུག་ཨ། དེ་ལས་གསུམ་ད་ལྟའི་ཚོགས་ཆེན་འདི་བརྒྱུད་ནས་གཅིག་བུད་མེད་འགོ་ཁྲིད་ཅིག་ད་གཅིག་རྒྱུན་ལས་ནང་མེད་ན་ཡང་གཅིག་ལྷན་ཚོགས་འདི་ནང་གཅིག་ཡོང་ཐུབ་ཡག་གི་རེ་བ་འགྲོ་སྲིད་ཀྱི་ཡོད་ན། འདི་དང་ཆབས་ཅིག་ད་ལྟ་གཅིག། བོད་ས་རེད་ད་ནི་ཅིག་རང་ཡང་བོད་རིགས་གོ་སྒྲིག་ཁྲོད་ནས་ཅིག་ད་ཅིག་གོ་གནས་འགྲོ་ལ་ན་ཆེ་ཤོས་དེ་སུ་ལགས་པ་ལ་ཡོད་རེད། ད་ཐང་ད་དེ་འདྲས་རེད་ག་སོགས་རེད། མི་ཉིས་བཅོ་བརྒྱད་ལྔའི་ནང་བོད་རིགས་ད་ད་རིགས་ག་བའི་ལ་བོད་རིགས་ལས་ཀ་དོན་ཟེར་ནས་ངས་བལྟས་ཡིན་ན་ད་ཧ་ཅང་གི་ཁག་པོ་རེད་བསམ་འདུག་ག་རེད་ཟེར་ན་ད་དུ་བལྟས་པས་ནི་ད་གང་ལྟར་བོད་ང་ཚོ་བཞི་བཅུ་ཞེ་དགུ་ནས་བརྩིས་པ་ཡིན་ན་ལོ་བདུན་ཅུ་བདུན་སོང། ལྔ་བཅུ་ང་དགུ་ནས་བརྩིས་པ་ཡིན་ན་ལོ་དྲུག་ཅུ་རེ་ཟུང་གི་རིན་ཐང་ལ་ཡ་བོད་རིགས་ལས་བྱེད་མང་པོ་བསྐྱོན་ཡོད་པ་རེད། དེ་ཡིན་གྱི་ཁོང་ཚོས་ལེགས་སྐྱེས་ཐོབ་པའི་བོད་རིགས་ལས་བྱེད་ཧ་ལམ་ཁག་པོ་རེད། བྱེད་སྟངས་དེ་འདྲས་ཡོད་དུས་ཉི་ཤུ་རྩེ་ལྔའི་ནང་ལ་བོད་རིགས་ལས་བྱེད་དེ་བས་ཀྱང་ཡོང་གི་ཡོད་མ་རེད། དཔེར་ན་ཕ་ཆ་ཕ་ཞང་ནི་རྒྱ་ནག་ཁོ་རང་ཚོས་ལབ་བསྡད་པའི་བོད་རང་སྐྱོང་ལྗོངས་ནང་ལོགས་ལ་ཡ། དང་ཐོག་ཏུ་དམར་ཤོག་ཚོགས་པའི་དྲུང་ཆེ་བཅུ་གྲངས་ཤིག་བྱུང་ཡོད་རེད་དེ་གའི་ནང་དང་ཐོག་ཏུ་བོད་རིགས་གཅིག་ཡང་ཡོད་མ་རེད། གྲངས་ཉུང་མི་རིགས་གཞན་དག་དེ་འདྲའི་རེས་གཉིས་ཀྱིས་བྱུང་ཡོད་རེད་ད་སྔོན་ལས་བྱེད་མི་དེ་བོད་འཛིན་སྐྱོང་བྱེད་ཉེར་བ།

དཔེར་ན། ད་ལྟ་རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་ཟེར་ཡག་ཤོས་ཡོད་རེད་རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་ཆ་བཞག་པ་ཡིན་ན་ཁོ་རང་ཚོའི་སྒྲིག་འཛུགས་འགྲོ་སྟངས་བྱས་པ་ཡིན་ན་ཁོ་རང་ཚོའི་ལབ་བསྡད་ཡག་གི་གྲངས་ཉུང་མི་རིགས་ས་ཁུལ་གྱི་ད་ག་ད་ལས་ཀ་བྱེད་མཁན་གཙོ་བོ་ཡིན་སྲིད་བ། རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་གི་འགན་འཛིན་དེ་ཡང་ཨ་ཉེ་ཆར་གསར་པ་སུ་བསྐོ་བཞག་བྱས་པ་རེད་ཟེར་ན་ཐང་ཡེ་སི་ཉིད་རྒྱ་རིགས་ཀྱིས་བསྐོ་བཞག་བྱས་པ་རེད། དེ་ནང་ལ་ཡང་འགན་འཛིན་གཞོན་པ་གཅིག་ནས་བཞི་ཡོད་རེད་འགན་འཛིན་གཞོན་པ་བཞིའི་ནང་ལ་ཡང

ངའི་ངོས་ནས་དེ་དྲན་གྱི་མི་འདུག་དེ་མ་དྲན་ཡང་རྒྱུ་མཚན་གཙོ་བོ་ག་རེ་ཟེར་ན་གཅིག་ནས་འདས་པའི་གནས་ཚུལ་རེད་གཉིས་ནས་རྒྱ་ནག་གཞུང་གིས་བོད་པ་ལ་ཡང་ད་དོན་དམ་པའི་ཡིད་ཆེས་དེ་ཡོད་རེད་པ་ཟེར་ནི་ཡོད་མ་རེད་དེ་ཡིད་ཆེས་མེད་པ་འདི་ང་ཚོས་ད་ལྟ་འགྲེལ་བཤད་ཞུས་པ་དེ་གཅིག་རེད་གཉིས་ནས་ཉིས་སྟོང་བརྒྱད་ཀྱི་ས་བྱི་ཞི་རྒོལ་ཆེན་མོའི་བྱུང་པའི་སྐབས་ལ་ཡང་ཁོང་ཚོས་རྫ་དྲག་གི་གནས་ཚུལ་ཐོག་ལ་ཡང་ད་འཁྲུག་རེད་པ། རྫོང་རིམ་པ་འདི་འདྲས་ཀྱི་ཚོགས་འདུ་འཚོགས་ཡོང་དུས་བོད་པའི་ལས་བྱེད་སྐྱེས་མ་ཐག་པའི་གནས་ཚུལ་བྱུང་ཡོད་རེད། འོ་དེ་འདྲས་ཡིན་དུས་བོད་རིགས་ནི་ཡར་དོན་དམ་པའི་སེམས་གདེང་ནས་ཡིད་ཆེས་མེད་ཡོང་དུས་ཨ་ནི་མི་ཉི་ཤུ་ཚན་ལྔའི་ནང་གླས་ཡག་འདི་ད་ཧ་ཅང་གི་ཁག་པོ་རེད། དེ་ནས་ད་ལྟ་སྐུ་ངོ་བཀྲ་ཤིས་ལགས་ཀྱིས་ད་ད་ལྟ་ཚོགས་ཆེན་དེ་བརྗེས་དེ་ལ་ནི་ཅིག་རྒྱུན་ལས། དབུས་ཆབ་སྲིད་ལས་ཁང་གིས་རྒྱུན་ལས་ནང་ལོགས་མི་སུ་སུ་ལས་ཡིན་ན་ཚོད་དཔག་ག་འདྲའི་སྒྲོག་བྱས་ཡིན་ན། ད་རྒྱུན་ལས་མི་བདུན་ནང་ལོགས་ལ་ཡང་ད་འདི་ལས་ཀྱི་རེད་ཟེར་དེ་ད་རྐྱེན་ངན་འདི་འདི་འདུག་དེ་འདི་ཚོད་དཔག་འདི་ཏིག་ཁག་པོ་རེད་བསམ་གི་ད་ཡིན་ནའི་ནི་ང་ཚོ་ཏུགས་སུ་དོ་སྣང་བྱས་བསྡད་པའི་སྐབས་ལ་ཡང་ད་མི་བདུན་འདི་ནང་ལོགས་ལ་ད་མི་བདུན་བྱུང་ཡོད་རེད་སྙན་མང་བཅུ་གཅིག་བྱུང་ཡོད་རེད་དགུ་བྱུང་ཡོད་རེད་ལྔ་བྱུང་ཡོད་རེད་སྣ་ཚོགས་བྱུང་ཡོད་རེད་ད་འདི་ག་དུས་ཡིན་ནའི་ཡ་གྲངས་རེད་མི་འདི་ཁྱེད་རང་བདུན་གྱི་ནང་ལོགས་ལ་ད་ད་ཏུགས་ཟེར་བྱས་མང་ཆེ་གི་འདི་ལེགས་རེད་འདི་ལེགས་རེད་ཅེས་ཚོད་དཔག་བྱེད་མཁན་སུ་ཡོད་རེད་ཟེར་ན། ད་ལྟ་ཧྲང་ཧའེ་གྲོང་ཁྱེར་གྱི་དམར་ཤོག་ཚོགས་པའི་སྤྱི་ཁྱབ་ལི་ཆང་སི་ཡ་ལེགས་རེད་ཟེར་གྱི་ཡོད་རེད་གཅིག་བྱས། གཉིས་པ་འདི་ཁྲུང་ཆིང་གྲོང་ཁྱེར་གྱི་སྤྱི་ཁྱབ། ད་ལྟ་འདི་ཁྲེན་མིན་ནར་ཁོ་རང་ལེགས་རེད་ཟེར་ཁྲུང་ཆིང་གྲོང་ཁྱེར་གྱི་དམར་ཤོག་ཚོགས་པའི་དྲུང་ཆེ་རེད་དགོངས་དག་འདི་རེད། དེ་ནས་གར་སི་ཀོ་རེད་ཟེར་ན། ད་ལྟའི་འདི་སྙེ་མ་བོད་ལ་ཡང་རྒྱུས་རིང་པོ་བསྡད་མྱོང་ངེས་ཨ་ནི་ད་ལྟ་རྒྱ་ནག་གི་སྲིད་བློན་གཞོན་པ་བཞིའི་ནང་གི་གཅིག་ཡིན་པ་ཧུའུ་ཁྲུན་ཧུའ་ཟེར་མཁན་དེ་ཡ་ཅི་ལེ་ཡོད་རེད། ད་དེ་ཚོ་ལེ་ཡོད་ཟེར་དུས་ག་ནས་ཚོད་དཔག་བྱེད་དགོས་རེད་ཟེར་ན་ཁོང་ཚོའི་ད་ལྟའི་གནས་བབ་དང། ཨ་ལོ་ཁོང་ཚོའི་ལོ་གྲངས་ཀྱི་ཆ་ནས་དྲུག་ཅུ་རེ་བདུན་གོ་བ་ལ་རྐྱང་རྐྱང་རེད་མི་དེ་གས་དེ་གཅིག་དེ་ལེ་ཡོད་རེད་ཟེར། ད་གཅིག་དེ་ཚོད་དཔག་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་ལྟ་དེ་ད་ལྟའི་ནི་དེ་རྒྱལ་ཡོངས་སྲིད་གྲོས་ཀྱི་ནི་ཀྲུའུ་ཞི་ཝང་ཡང་ད་ཉེ་ཆར་བོད་དུ་བ་ཕྱིན་སོང་བ་ཨ་ནི་ཝང་ཡང་དེ་ལེ་ཡོད་རེད་ཟེར་དུས་ད་མི་ག་ཚད་ཆགས་ཡོད་རེད་ཟེར་ན་ཝང་ཡང་གཅིག་བྲབ་ནས་རག་པ་གཉིས། ལི་ཆང་གི་གསུམ། ཨ་ནི་ད་ལྟ་འདི། ཧུ་ཁྲུང་བྷ། དེ་ལས་ད་ཡང་སི་ཉིང་ཁྲིན་ལས་རེད་ད་ཁ་ཅིག་གིས་ཟེར་ན་ད་ལྟའི་ད་ཞི་ཅིན་ཕིང་ལས་ཡང་ག་རེ་ཟེར་ན་དམར་ཕྱོགས་ཚོགས་པའི་ལྟ་གྲུབ་ཀྱི་ཐོག་ནས་རོགས་པ་བྱེད་ཉེན། ད་ག་ནང་ད་གཞུང་གི་གལ་ཆེན་ཡིག་ཆ་བཟོ་ཉེན་དཔེར་ན། ཝང་ཧུ་ཉིང་བསད་ཆོག་ཝང་ཧུ་ཉིང་འདི་ཉི་མ་ཅང་ཙེ་མིན་སྐབས་ལས་ཡོད་རེད། ཧུའུ་ཅིན་ཐའོ་སྐབས་ལས་ཡོད་རེད་མི་འདི་ག་ས་ག་ལ་ཡང་བསྟུན་མཁས་པ་རེད་བརྩིས་ཡོད་རེད། དེའི་ལོ་ཚད་ཀྱི་ཆ་ནས་བྱས་ན་མུ་མཐུད་ཀྱི་གནས་ཡུལ་རེད་ཟེར་བར་ཁོ་ཚོས་ཅི་ཐང་དེའི་ནང་ལ་ཡར་བརྩིས་ཡོང་པའི་སྐབས་ལ་ཡང་ག་རེ་ཟེར་ན་ས་གནས་ལ་ཡང་ཨ་ནི་ལོ་ལྔ་བཅུ་བསྡད་མྱོང་ནས་ཨ་ནི་ལོ་དྲུག་ཅུ་རེ་བུད་མ་འདབ་ཡིན་ནའི་དེ་འདྲས་ཀྱི་རེད་ལྟ་དེ་གཞོན་པོ་གཅིག་གི་གནས་རིམ་མཐོ་པོ་ལ་མེད་ན་དེ་དུས་འདི་ན་གནས་ཡག་སྐྱེས་ཡོད་མ་རེད་ལྟ་བར་ལམ་གཅིག་ག་རེ་བྱུང་བ་རེད་ཟེར་ན་བོད་ལ་ཡང་ཧ་ཅང་གི་དམ་དྲག་དང་སྲིད་ཇུས་ཟིན་བསྡད་ངེས། དེ་ནས་བོད་ཀྱི་དམ་དྲག་གི་སྲིད་ཇུས་དང་དྲག་གནོན་གྱི་ཉམས་མྱོང་དེ་ཁྱེད་ཀྱིས་ཤིང་ཅང་ལ་གནས་སྤོས་བཏང་པའི་ཨ་ནི་ཤིང་ཅང་དམར་ཤོག་ཚོགས་པའི་དྲུང་ཆེ་ད་ལྟ་དེ། ཁྲེན་ཆོན་གོ། ཨ་ནི་ནང་དབྱིན་སྤྱི་མཐུན་བཅུ་གཉིས་དང་པོ་སྤྱི་ལ་ཡང་ཁོ་རང་རྒྱ་ནག་ལ་གནས་སྤོས་བཏང་པས་དེ་གནས་སྤོས་བཏང་ཡོང་དུས་ད་ཁྲེན་ཆོན་གོ་དེ་མི་དམིགས་བསལ་གྱི་ཆགས་པ་རེད་དམིགས་བསལ་དེ་ཡག་གི་དམིགས་བསལ་མ་རེད། ཤིང་ཅང་རྣམས་ཧ་ཅང་གི་དམ་དྲག་དང་བོད་ལ་དེ་ལྟས་བྱས་ཙང་ཨ་ནི་ཁོ་རང་ཨ་རིས་གཙོས་པའི་ཨ་ནུབ་ཕྱོགས་རྒྱལ་ཁབ་ཁག་གིས་ད་ཅིག་ཡིག་ཐོག་ནས་ཉེས་པ་བཏང་བཞག་སའི་མི་ཅིག་རེད་འོ་དེ་ཡིན་དུས་ད་ཅིག་དོན་གཅོད་མགོ་གི་ཤིང་ཅང་ལ་ཡང་དྲག་གནོན་བྱས་པ་དེ་ཞི་ཅིན་ཕིང་རྣ་བ་དྲོ་པོ་བྱུང་ཡོད་རེད་དེ་ལྟས་ཡིན་དུས་ཨ་ནི་དོན་གཅོད་མགོ་ཁོ་རང་ད་རེས་ཤིང་ཅང་ནས་ཨ་ནི་ད་ལྟའི་དུས་ཚོད་དེ་ལྟས་ཅིག་ལ་ལོ་ལྔ་ཕྱིན་པ་རེད་ཤིང་ཅང་ལ་ཡང་བོད་ལས་ལོ་ལྔ་འདས་པ་རེད་ཨ་ནི་མི་ཁའི་གནས་བབ་ལྟར་དུ་ཁོ་རང་ལ་ཡང་ཨ་ནི། ཡག་གི་རེད། ཨ་ནི་ཁོ་རང་ལ་ཡག་འགྲོ་གི་རེད་ཅེས་དེ་འདོད་སྤྲོ་ལ་མང་པོ་བྱུང་ཡོད་རེད། དེ་བྱུང་པའི་སྐབས་ལ་ཡང་བསམ་ཚུལ་གཉིས་ཡོད་རེད་བསམ་ཚུལ་ཁག་ཅིག་འདི་ཁོ་རང་ལ་ཡག་གི་རེད་གཅིག་བྱས་ན་ཁོ་རང་ད་ལྟ་ང་ཚོ་བཀའ་བློན་ཞུ་ཡག་གི་མི་བདུན་འདི་ན་སླེབས་གི་རེད་ཟེར་ཉེན་རིགས་གཅིག་བྱུང་ཡོད་རེད། ཁག་ཅིག་སླེབས་གི་མ་རེད་ཟེར་ཉེན་བྱུང་ཡོད་རེད་ད་ཡིན་ནའི་ལས་ཉེ་བའི་ཆར་གཅིག་ལྔ་པའི་གནས་ཚུལ་རྣམས་བལྟས་ཡོད་པའི་སྐབས་ལ་ཡང་མི་ཁའི་རྒྱ་ནག་ལ་ཡང་ཨ་ནི་ཚོགས་འདུ་གཅིག་གི་སྐབས་ལ་ཡང་ཨ་ནི་དྲན་བཅོས་འགོ་སླེབས་གི་རེད་ཟེར་རྗེས་ཨ་ནི་དྲན་བཅོས་འགོ་ལས་གནས་འདི་ཀུན་གྱིས་བཤད་ས་རེད། དོན་གཅོད་པོ་ལས་གནས་དེ་ག་དུས་བསྡུ་བྱས་ཡོད་རེད་ཟེར་ན། འདི་རེད་ད། རྒྱལ་ཁབ་ཞིང་ལས་ལས་དོན་འགོ་ཁྲིད་ཚོགས་ཆུང་གི་ཚོགས་གཙོ་གཞོན་པ་རེད། དེའི་ཚོགས་གཙོ་མ་རེད་ཚོགས་གཙོ་སུ་རེད་ཟེར་ན་ད་ལྟ་ངས་གླེང་གི་རེད་ཟེར་ཡག་གི་གོང་དུ་ཞུས་པའི་ད་ལྟའི་སྲིད་བློན་གཞོན་པ་བཞིའི་ནང་གི་གཅིག་སྙེ་མ་བོད་ལ་རྒྱུན་རིང་པོ་བསྡད་འདུག་ངས་ཧུའུ་ཁྲུང་ཧྭ་དེ་འོག་ལ་ཡང་ལས་ཀ་བྱེད་ངེས་རེད་བྱས་ཙང་དེའི་ཚོད་དཔག་དེ་ག་རེ་བྱེད་དགོས་ཟེར་ན། ད་ད་ལྟའི་དུས་ཚོད་འདི་འདས་ཅིག་ལ་བེ་ཏའི་ཧྭ་གི་ཚོགས་འདུ་མ་ཚོགས་གོང། ཨ་ནི། ལྷག་པར་དུ་ཟླ་བ་བཅུ་པའི་ཏང་གི་ཚོགས་ཆེན་མ་འཚོགས་གོང་ལ་ཁྱེད་རང་གི་རྐུབ་བཀྱག་ཡིན་དང་སྤྲད་སྟངས་དེ་ལྟས་པ་ཡིན་ན་ད་ཕན་ཚུན་དྲན་བརྗོད་དགོ་ཨ་ནི། མི་བདུན་འདི་ནང་ནས་ཡང་ཀླད་ཀི་མ་རེད་ཟེར་ཡག་འདི་ལྟས་ཚེ་གསལ་རེ་ཕྱིན་པར་བྱེད་ང་རས་འདི་ངོས་འཛིན་ཞུ་གི་སྤྱི་ཚང་ཀླད་ཀི་མ་རེད་ཟེར་ངས་བརྙན་མ་འཚོལ་བ་རེད་བྱིས་བོར་དེ་ད་རི་གནས་ཚུལ་འདི་ནི་ཡང་ལྟས་ཡོང་པའི་སྐབས་ལ་ངེད་ཅག་རང་གཞི་ནས་ཧ་གོ་བ་རེད་དྲན་བརྗོད་སྐོར་ལ་ག་རེ་བཀོད་སྒྲིག་བྱས་གཅིག་འདི་རེད། གཉིས་ནས་དུས་དུས་དོ་སྣང་གཅིག་ག་རེ་བྱས་པ་རེད་ཟེར་ན་ཨ་ནི་ང་ཚོ་བོད་ལྗོངས་ཀྱི་ས་ཁུལ་ནས་དཔེར་ན་ད་ལྟ་དེ། དམར་ཤོག་ཚོགས་པའི་དྲུང་ཆེ་བློ་མངའ་བྱེད་མྱོང་མཁན་ད་ལྟ་དེ་ཝུ་དབྱིང་ཇེ་དང་ཨ་ནི་བོད་རང་སྐྱོང་ལྗོངས་མི་དམངས་སྲིད་གཞུང་གི་གཙོ་འཛིན་རྒྱལ་ཐང་ནས་ཡིན་བསྡད་པ། དེ་གནས་སྤོས་བཏང་དུས་ཝུ་དབྱིང་ཇེ་གི་གོ་གནས་འདི་ཡིན་ཕྱི་དགྲ་ལའི་གོ་གནས་འདི་ཡིན་ཟེར་ཁྱབ་བསྒྲགས་གིས་བྱས་ཡོང། ཡོང་མ་རེད་དེ་ཟླ་བ་གཅིག་གཉིས་ཅིག་གི་སྔན་ལ་ཡང་ཚོགས་འདུ་ཚོགས་ནས་བརྒྱུད་རིམ་ནང་བལྟས་ཡོང་དུས་ཨ་ནི་ཕྱི་དགྲ་ལ་འདི་འདི་བ། ད་ལྟ་དེ་མི་དམངས་འཐུས་མི་ཚོགས་ཆེན་ཡིན་ནའང་སྲིད་དོན་ཡོད་དུས་འདི་འདྲས་བཅས་ཀྱི་མི་རིགས་ཀྱི་ལས་དོན་གྱི་ཚོགས་ཆུང་གི་འགན་འཛིན་གཞོན་པ་ཡིན་ཞེས་དེའི་འགན་འཛིན་མ་རེད་ཕྱི་དྲག་པ་དེ་ཝུ་དབྱིང་ཇེ་དེ་ད་བར་རྒྱལ་ཁབ་ཚན་རིག་སློབ་གསོ་ཤེས་ཡོན་ལག་རྩལ་དེ་འདྲས་བཅས་ཀྱི་ཨ་ནི་འགན་འཛིན་ལས་བསྐོ་བཞག་བྱས་ཡིན་ཞེས་ཐོན་ཡོད་ཨོ་དེ་གས་ཐོན་ཡོང་དུས་ད་བས་ན་ཝུ་དབྱིང་ཇེ་ཡིན་ནས་ཡག་ཞུ་བ་གཅིག་གི་སླད་ཡག་མེད་པ་དེ་ད་ལྟའི་གནས་ཚུལ་དུ་ཡིན་ནས། ཐོན་གོ་རེད། དེ་ནས་ཀུན་དགའ་བཀྲ་ཤིས་ལགས་ཀྱིས་ད་ཅིག་དཔྱད་གཏམ་གྱི་ལས་རིམ་རེད་ད་ནི་ཅིག་དེ་རིང་འདི་ཅིག་གླེང་མོལ་ཞུ་དུས་ཁམས་བཟང་བཱེ་ཏེ་ཧོས་ལ་ནི་ཚོགས་འདུ་འདི་འདི་མང་པོ་ཅིག་གླེང་སློང་གནང་སོང། ཀུན་ལགས་འདི་འདི་ཚོགས་འདུ་འདི་ག་ཚོད་གལ་ཆེན་པོ་ཆགས་འོང་རེད་རྒྱ་ནག་གི་ཆབ་སྲིད་ཀྱི་ལོ་རྒྱུས་རེད་ད་དེང་རབས་ཆབ་སྲིད་ལོ་རྒྱུས་རེད་འདི་གནང་ལོ་འདི་ཚོགས་འདུ་འདི་གལ་ཆེན་པོ་ག་ཚོད་ཟིན་པ་འདི་ཅིག་ངོ་སྤྲོད་མདོར་བསྡུས་གནང་ཐུབ་ན། འདི་ངོ་སྤྲོད་མདོར་བསྡུས་ཞུས་ན་ད་བཱེ་ཏེ་ཧོས་ཟེར་ཡ་འདི་བོད་གཞིས་ནས་ཐག་རིང་པོ་མེད་པའི་ས་ཆ་གཅིག་ལ་ཡོད་རེད་དེ་བེ་ཏའི་ཧེའུ་ཟེར་དུས་མཚོ་གཅིག་གི་མིང་རེད་པ་གཙང་པོ་གཅིག་གི་མིང་བྱས། ད་དེའི་གཡས་གཡོན་ལ་ཡང་ཡུལ་འགྱུར་དུ་དཔེ་མི་སྲིད་པའི་ཡག་པོ་ཡོད་རེད། ཨ་ནི་དེའི་ནང་ལ་ཆ་རྐྱེན་ཡག་པོ་བྱས། དམ་དྲག་ཆེན་པོ་བྱས་ཁོང་ཚོས་དམ་དྲག་བྱས་ཚར་བས་ན་ལམ་ཁ་ཚང་མ་བཀག་པ་ཡིན་ན་བེ་ཏའི་ཧེའུ་ལ་མི་དྲག་མི་དྲག་ཡོང་ས་ཡོད་མ་རེད། ནམ་རྒྱུན་ཡིན་ན་ད་ཚོགས་པ་ལ་ང་ཚོ་འདུ་བ་ཡིན་ན་བེ་ཅི་འགྲོ་གི་ཡིན་ཟེར་བ་དེ་འདྲས་ཀྱི་ས་ཆའི་སོ། ཁ་བསྟན་འདུག་ད་བའི་ཏའི་ཧའེ་ཏི་གྷ་རེ་སི་ནི་སྙེ་མ་མའོ་ཙེ་ཏུང་གིས་ད་མེ་ཙེ་ཆེ་གོ་སྒྲིག་བྱས་པར་བར་ཁོ་རང་གྷ་རེ་སི་ནི་འདས་གྲོངས་མ་ཕྱིན་པ་འདུག་དེའི་སྐབས་ལ་ཡང་མའོ་ཙེ་ཏུང་གིས་ལྔ་བཅུ་ང་གྲངས་ནས་བྱས་རྗེས་ཨ་ནི་བཟོས་བཞག་པའི་ལམ་ལུགས་ཚོགས་འདུ་བྱས། ཨ་ནི་བའི་ཏའི་ཧའེ་ཏི་ནང་ལ་ཡང་ག་རེ་ཡོད་ཟེར་ན

གོ་ས་ལྔ་པའི་ཐོག་ནས་ཨ་རི་མི་ཡོང་གྲོས་བསྡུར་བྱེད་ཀྱི་ཡོད་རེད། ད་གྲོས་བསྡུར་བསྐངས་ཏེ་ག་རེད་ཟེར་ན། ད་ལྟ་ང་ཚོ་དེའི་འབྲེལ་བ་ཆགས་པས་ད་མི་བདུན་འདི་ན་སུ་ལེགས་རེད་མི་གཉིས་གསལ་འདི་ན་སུ་ལེགས་རེད་ཟེར་འབྱོར་བ། འོ་དེ་གས་དེ་ད་ང་ཚོའི་ཤེས་ཀྱི་མ་རེད་མ་གཏོགས་ཞི་ཅིན་ཕིང་དང་ཁོ་རང་འཁོར་གྱི་བསམ་བློའི་ནང་ལ་འདི་ཇི་ཏན་ཏན་གྲ་སྒྲིག་ཡོད་རེད། བྱས་ཙང་དེ་ཡིན་དུས་ད་ད་ལྟ་མི་བདུན་འདི་ང་ཚོ་ད་དུང་ཨེ་ཆབ་སྲིད་ལྷན་ཚོགས་ཀྱི་རྒྱུན་ལས་ཟེར་ཏེ་བག་ལེབ་ཅིག་ཆ་བཞག་པ་ཡིན་ན་ཞི་ཅིན་ཕིང་གི་བག་ལེབ་དེ་མི་དྲུག་ལས་ཡག་པོ་ཞིག་རྒྱག་མ་དགོས་རེད། བྱས་ཙང་ཁོ་རང་གི་འདོད་པ་ལ་ཚང་ལོག་དེ་ཁོ་རང་གི་བློ་ཉེ་ས་ལས་རྒྱབ་ཡག་གི་འདོད་པ་ཡོད་རེད་ལས་འདི་ལྟ་རྒྱ་ནག་གི་ཆབ་སྲིད་ནང་ལ་དབང་ཆའི་འཐབ་རྩོད་ཅེས་ཚིག་དེ་བེད་སྤྱོད་བྱས་ནས་རེད་ཕེབས་ཚུལ་དབང་ཆའི་འགྲན་རྩོད་ཞིག་ལབ་ཡིན་ནའི་རེད་དེ་ལས་ཡག་ཧབ་དོ་རྒྱབ་ཉེན་མང་པོ་ཡོད་ཙང་ད་བེད་ན་ཧྲང་ཧའེ་ཕྱོགས་གཏོགས་ལ་དགུ་བརྒྱ་གོ་གོ་ཡོད་ཟེར་ཡག་རེད་མོ་རེད་བ་ཨན་ད་ག་ནང་ད་གུང་གཞོན་སྡེ་ཚོགས་ཟེར་ཡོད་རེད་ཡུའུ་ཡོད་ཟེར། ད་དམར་པོའི་གུང་གཞོན་དེ་ཚོ་ལས་སྒུག་འདུག་ཟེར། ཨ་འདི་ནས་རྒྱལ་སྲས་ཀྱི་རྟགས་ཟེར་ཆོག་རོ Prince Party ཟེར་གྱི། Prince Party ཟེར་དུས། སྙན་ངག་དཔའ་བོ་ཨ་མ་དེ་ཚོ། རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་སྙིང་པོ་བྱས་མྱོང་དེའི་ཕ་བཟའ་བུ་རྒྱུད་ཀྱི་མི་དེ་ག་ལས Prince Ling ཟེར་གི། ཨོ་དེ་གས་ནི་ཡང་ཨ་ནི་སྐུ་རྒྱ་སྒུག་འདུག་ཟེར་དུས་ཨ་ནི། ད་མི་སྡོད་དེ་ད་བས་ན་དུས་འཁྲུག་བཀྲ་ཤིས་ཉི་མ་ཡིན་ཟེར་ལབ་ན། ད་མི་གས་རྒྱན་གོས་གང་གི་འཛོམས་དེ་དུས་ད་ཁོ་ཚོས་འདི་ནང་ལ་བསམ་འཆར་བཤད་དགོས་བསམ་འཆར་བཤད་རྗེས་འདི་འགྲིག་གི་མི་འདུག་འདི་འགྲིག་གི་མི་འདུག་ཟེར་ལབ་དུས་ཨ་ནི་བྱས་ཙང། བ་ལི་དེ་མ་སུ་ནས། གཅིག་གིས་ཨ་རིའི་དབུས་ཆབ་སྲིད་ལྷན་ཚོགས་འདིས་མི་བདུན་ལ་གོ་ཤེས་རྒྱལ་པོ་ཞི་ཅིན་པི་ལ་དཀའ་ངལ་འཕྲད་ས་དེ་འོ་དེ་ནས་འཕྲད་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་མི་བདུན་དེ་གཏན་འཁེལ་སོང་ན་མི་ཉི་ཤུ་བཙན་ང་དེ་གཏན་འཁེལ་སོང་ན་ཨ་ནི་ཞི་ཅིན་པི་གི་དུས་རབས་ཤེས་གི་རེད་མ་རེད་ཟེར་དེའི་རྒྱུ་མཚན་དེ་འོ་དེ་ཐུག་གི་ཡོད་རེད། བྱས་ཙང་བེ་ཏའི་ཧྭ་ཨུ་ཚོགས་འདུ་འདི་དེ་འད་བྱས་ཨ་དེ་ནང་གྲོས་བསྡུར་བྱས་ཚོགས་འདུ་དེ་ཡང་གྲོས་ཆོད་དེ་ཡིན་ཐག་གཅོད་དེ་ཡིན་ཟེར་ཕྱི་ལོག་ཁྱབ་བསྒྲགས་བྱེད་གི་མ་རེད་དེ་ད་འདས་པའི་དུས་ཚོད་ནང་ལ་ཡང་བལྟས་བསྡད་པ་ཡིན་ན་ཨ་ནི། ཚོགས་ཆེན་ཉི་ཤུའི་སྐབས་ལ་ཡང་ཐག་བཅད་ཡ་དེ་མང་ཆེ་དེ་བོད་སྡེ་ཁག་མི་ཐག་རོབ་སར་ཆོད་ཨ་ཚོགས་ཆེན་ཉི་ཤུ་ཚོགས་དུས་ཨ་ནི་ལག་པ་བཀྱག་ཡ་རུ་ཆེ་མ་གཏོགས་གཞན་དག་མེད་དེར་དེ་འདྲ་ནང་པར་ཅི་རེད་ད་ཡང་ཆབ་སྲིད་ཉམས་ཞིབ་བྱེད་མཁན་ཁ་ཅིག་གི་དེ་ཆ་ག་རུ་ལབ་དགོས་ར་ཟེར་ན་ད་ལོ་གཅིག་བྱས་ན་བོད་སྡེ་ཁག་ཡོད་མ་ཡོད་ཧ་གོ་གི་མ་རེད་ག་རེ་ཟེར་ན་སྟབས་ཅང་ཙམ་ཡིན་ན་གནས་སྟངས་འདི་འདྲས་ཆགས་བསྡད་པ་རེད། ཨ་ནི་བོད་དག་དམར་ཚོགས་ལ་ཡིན་ན་འགྲིག་ཡོད་མ་རེད་ཚོགས་པ་ཡིན་ནའི་ཕྱག་རྒྱར་ཕྱིན་མ་གཏོགས་དག་ཚིག་གི་སྙན་མང་ནང་དག་གི་བགྲོ་གླིང་ལྷུག་པོ་ཡོང་གི་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན་ཁ་སིང་ཉེ་ཆར་སྤྱི་ཟླ་བཞི་པའི་ནང་ཡར་ཀྲུང་དབྱང་པན་ཀོང་ཐིང་ཟེར་དུས་ད་ང་ཚོ་ཡིན་ན་སྲིད་འཛིན་ལས་ཁུངས་ཡོད་རེད་བ་སྲིད་འཛིན་ལས་ཁུངས་ནས་ཡིག་ཆར་ག་རེ་བཏོན་ཡོད་རེད་ཟེར་ན་ཨ་ནི་རྒས་ཡོལ་ཕྱིན་པའི་ལས་ཁུངས་ཁག་གིས

ལི་ཁེ་ཆང་གིས་དེ་འདྲའི་བྱེད་ནུས་ཡག་དང་བྱེད་ཐུགས་ཡག་པོ་སྤོབས་པ་འདིས་ཨ་ནི་ཏང་ནང་ལོགས་ནས་དམར་ཤོག་ཚོགས་པའི་ནང་ལོགས་ནས་ཨ་ནི་རྒན་འགོག་གི་ཆབ་སྲིད་ཟེར་བསད་ཡོད་རེད་རྒན་འགོག་ཁག་ཅིག་ཁྱེད་རང་བཤད་ཞོག་དཀའ་ངལ་འཕྲད་པའི་ནང་ང་ཚོས་རྒྱབ་སྐྱོར་བྱེད་ཀྱིན་ལབ་རེད་ཟེར་གྱི་ཡོད་རེད་ད་འདི་ལབ་པའི་རྒྱུ་མཚན་ཨན་ཀྲུང་དབྱང་པར་འགོ་ཐེངས་འདི་བཏོན་པ་རེད་ཅེས་བཤད་ཞོག་ད་བོད་སྡེ་ཁག་གི་ཚོགས་འདུ་འགྲོ་བ་འདི་འདྲས་ཆེ། ད་རྒྱ་ནག་གི་ད་ཆབ་སྲིད་ཀྱི་ཚོགས་ཆེན་ད། ག་དུས་ཚོགས་ན་ཡང་ཅིག་རྒྱ་ནག་རྒྱལ་ཡོངས་རེ་དག་ན་ཞིག་ཚོར་ཤུགས་དང་ཅིག་ཆབ་སྲིད་ཀྱི་ཚོར་ཤུགས་སྐྱེན་པའི་ས་ཁུལ་དང་བོད་འགྲོ་བ་དག་ཤར་ཏུར་ཀི་སི་ཐན་འགྲོ་བ་དག་རྒྱ་ནག་གི་ཤིན་ཅང་དེ་བསྐྱོད་དེ་མ་ཅིག་དམ་དྲག་བྱས་ཀྱི་ལམ་ལུགས་སྲོལ་འགྲོ་ཅིག་དག་ཉི་མ་ནས་ཡོད་ཡོད་མུས་འགྲོ་ཕྱིར་བ་དང་ད་ལྟའི་ཆ་ལ་དག་ཚོགས་ཆེན་དེའི་སྐབས་སུ་ཅིག་དམ་དྲག་འགྲོ་ག་འདྲས་སུ་བྱེད་ཡོད་ན། ད་གཞི་རྩའི་བོད་ཆོལ་སྐུ་གསུམ་གྱི་ས་ཐོག་ལ་ཡང་ད་ལྟ་དམ་དྲག་དེ་ཧ་ཅང་ཆེན་པོ་རེད། ད་འདིའི་དམ་དྲག་བྱེད་སྟངས་དེ་ངས་ནུས་མེད་ཤོད་དེ་རེད་སྙན་ལགས་ཡིན་ཡིན་ན་སྤུ་ལ་སེར་བའི་བྱུས་ཡོང། རྒྱགས་པགས་གྱིས་ཀློག་རྒྱགས་པགས་གྱིས་མིའི་མདུན་ལ་མེ་མདའ་འཁྱེར་ཏེ་འཇིག་རྟེན་ངན་ངས་འདི་ལ་ཡང་གར་སིག་གོ་ཟེར་ན་རྒྱ་ནག་གཞུང་གི་སྲོལ་རྒྱུན་གྱི་དམ་དྲག་ཅིག་དང་རེད་ཟེར་གྱི་ཡོད་རེད། ད་དེ་ནས་བདེན་དྲང་གིས་འདི་བརྒྱུད་སོང་བ་སྙེ་མ་བྲེལ་ཆོད་དོ། ཨ་ནི་བོད་ལ་ཡང་གཏད་ནི་ཡིན་བྱས་ནས་ད་རྒྱ་ནག་གཞུང་གི་དམ་དྲག་བྱེད་སྟངས་འདི་ཚན་རིག་ལག་རྩལ་དང་ཁྲིམས་ཀྱི་སྒྲིག་གཞིའི་ཐོག་ནས་དམ་དྲག་བྱེད་ཀྱི་འདུག་ད་ངས་དམ་དྲག་བྱེད་སྟངས་འདི་འགྱུར་བ་ཕྱིན་བཞག་བྱས་ཙང་ཁ་སིང་གི་ས་ག་དག་ལས་གྲུ་སྟེགས་ཡིན་ན་དམ་དྲག་བྱས་མེད་པའི་བཟོ་པ་ཡིན། ག་རེ་ཟེར་ན་ལམ་རྒྱུད།

ད་ང་ཚོ་དེའི་ཨ་རི་ལ་ཡིན་ད་ལྟ་ཚལ་པ་ལྔ་རེད་པ་ཚལ་པའི་ཞིང་གི་གོང་ས་ལྷ་ས་གྲོང་ཁྱེར་སྤྱི་བདེ་ཅུས་ལྷ་ས་གྲོང་ཁྱེར་ཉེན་རྟོག་ལས་ཁུངས་ནས་བརྡ་ཐོ་ཞིག་བཏང་ཤག་དེའི་བརྡ་ཐོ་དེ་ནང་ལ་ག་རེ་ཡོད་རེད་ཟེར་ན་བརྡ་ཐོ་དེ་འདི་རེད་ཨ་ནི་ཁྲིམས་འགལ་གྱི་ཉེས་པ་བཏང་ཉེན་གྱི་གནས་ཚུལ་སྒང་ལ་ཡང་ཞུ་ཉེན་བྱུང་ན། ཨ་ནི་བྱ་དགའ་འདི་འདི་འདི་འདི་སྤྲད་ཀྱི་ཡིན་ཟེར་ཡག་གི་ཨ་ནི་དོན་ཚན་བཅུ་གཉིས་ཤིག་བཀྲམས་ཡག་རེད། དེའི་དོན་ཚན་བཅུ་གཉིས་དེའི་ནང་ལོག་ལ་ཡག་འོ་ད་འདི་བ་རང་བཙན་གྱི་བསམ་བློ་ཡོད་པ་ཡིན་ན་ཡག་ལན་བསྐྱལ་ཉན་བྱུང་པ་ཡིན་ན་ཨ་ནི་ལན་དེ་ཁ་གསལ་བོ་ཡོད་ན་ཨ་ནི་སྒོར་མོ་ལྡབ་བརྒྱ་ཟིག་སྤྲད་ཀྱི་ཡིན། དེ་ལས་ཁ་གསལ་རེ་བྱེད་མི་རང་ར་སྤྲོད་བྱེད་ཡག་ཡོད་པ་ཡིན་ན་སྒོར་མོ་ལྡབ་བརྒྱ་ཟིག་སྤྲད་ཀྱི་ཡིན། འོ་ཨ་ནི་ཁོ་རང་ཚོས་ལབ་བསྡད་པའི་ཅིག་ཇི་ཧུའི་རིང་ལུགས་ལ་ཡར་རྡུང་རྡེག་བཏང་ཡག་དང་དེ་འདས་ཀྱི་གནས་ཚུལ་དང་ད་ག་ནང་དག་གི་དེ་མིན་པའི་ཁ་བྲལ་གྱི་བྱ་སྤྱོད་ཡག་གནས་ཚུལ་ཞུ་ཉན་དང། བཀྲ་ཉན་དང་དྲ་རྒྱའི་ནང་ནས་ཕར་ཚུར་བརྒྱུད་བསྐུར་བྱེད་ཉན་དང་ཨ་ནི་དག་ནང་དང་ཁ་ནས་བཤད་ཉན་དེ་འདྲའི་རིགས་སྟབས་དབྱིན་ཇིའི་ནང་སྐུ་ལུས་ཟེར་འདུག་ང་དེ་འདྲའི་གནས་ཚུལ་གནད་དེ་འདྲས་ཤེས་ཐུབ་ཡིན་ན་བྱ་དགའ་སྤྲད་གི་ཡིན་ཟེར་ཏེ་དང་པོས་རང་ཅི་འདྲ་ཞིག་དུས་པའི་ཚེ་ཞིག་ནས་ལག་ལེན་བྱེད་ཀྱི་ཡིན་ཟེར་ལབ་ཤག་ལྟ་དེ་ག་རེ་རེད་ཟེར་ན་ད་ལྟ་རྒྱ་ནག་གིས་བོད་ནང་ལོག་ལ་ཡར་ཚོགས་འདུ་ག་འདྲས་སུ་ཚོགས་ཡིན་ནས་ཁྱེད་རང་གཟིགས་འོས་ན་ཚོགས་འདུ་ཚོགས་ཨ་ནི་ཏང་གི་དགོངས་པ་སློབ་སྦྱོང་བྱེད་དགོས་རེད་ཞི་ཅིན་ཕིང་གིས་གོང་བུ་སློབ་སྦྱོང་བྱེད་དགོས་རེད་ད་རྒྱུན་སྐྱོང་གཉིས་བྱེད་དགོས་རེད་འདུ་ཤེས་གསུམ་བྱེད་དགོས་རེད་ཨ་འདི་གས་ཀྱི་མཐའ་མའི་དམིགས་ཡུལ་ག་རེད་ཟེར་ན་ཨ་ནི་ད་ལོའི་ལོ་མཇུག་ལ་ཡ་ཨ་ནི་ཏང་གི་ཚོགས་ཆེན་ཉི་ཤུ་ཐམ་པ་བདེ་བླག་ངང་ནས་འཚོགས་ཡ་ལ་ཡ་ད་སྔས་ནས་འདི་འོ་འཁྲབ་འབྲི་དགོས་རེད་སྔས་ནས་གསོ་བཞུགས་དགོས་རེད་ཅེས་དེ་འདས་ཀྱི་ལབ་པའི་དུས་ཚོད་དུས་ལ་ད་སྐད་ཅིག་དག་ནས་འབྲི་གི་མི་འདུག་ཟེར་ཡ་རུང་ཀྲུང་དབྱང་ནས་སྐྱོན་བརྗོད་བྱས་པའི་གནས་ཚུལ་ཡིན་ན་ཁོ་ཚོས་འདི་གས་ཡོངས་རྫོགས་ལོ་འདི་ཨ་ནི་ག་རེ་ཟེར་ཚོགས་ཆེན་ཉི་ཤུ་ལ་ཡ

ནང་མི་བུ་ཕྲུག་ལ་དཀའ་ངལ་སྤྲད་འདི་འདྲས་བྱེད་དུས་ད་ལྟ་བོད་ནང་ལ་ཡོད་རྒུ་འཇོག་རྒྱག་ཏུ་ཧ་ཅང་གི་དཀའ་ངལ་ཆེན་པོ་ཆགས་ཡོད། ཁྱེད་ཚང་འདི་ཡིན་དུས་འདི་རྒུ་འཇོག་རྒྱག་ཏུ་དཀའ་ངལ་ཆེན་པོ་ཆགས་པར་མ་གཏོགས་བོད་ནང་ལ་ད་ལྟ་རྒུ་འཇོག་རྒྱག་མ་ཐུབ་པའི་དེའི་རྒྱུ་མཚན་གྱད་ནི་གཞིས་ལུས་རྒྱ་ཆེའི་མི་མང་གི་བློ་སེམས་གཏད་ཕྱོགས་འདི་རྡ་རམ་ས་ལར་མ་བལྟས་པ་ཆེད་པེ་ཅིན་ལ་བལྟས་པ་དེ་འདྲས་མ་རེད་ངས་འདི་དུས་རྒྱུན་དུ་ངས་ཨོ་རྒྱན།